འཛིན་གྲྭ་གསུམ་པའི་སློབ་ཕྲུག་ཚོ། བཀྲ་ཤིས་ལས། ད་རེས་རྣམ་པ་ཚོ་ལ་ངས་སློབ་ཚན་བཅོ་བརྒྱད་པ་དེ་ངོ་སྤྲོད་ཞུ་ཡིན། སློབ་ཚན་བཅོ་བརྒྱད་པ་དེའི་ཚན་དེ་ལ་ཡང་ཁྲོན་པའི་ནང་ནས་དྭོགས་ལན་པ། དེ་འདྲའི་བསམ་པ་ལ་ཨེ་ནི་ང་རང་ཚོའི་ད་རིང་གི་སློབ་ཚན་དེ་ག་རེ་ཆགས་འདུག་རེད་ཞུས་པས་ན་སྒྲུང་ཅིག་ཆགས་ཏེ་ཤར། སྒྲུང་དེའི་མིང་དེ་ལ་ཡང། ཁྲོན་པའི་ནང་ནས་དྭོགས་ལན་པ། ཁྲོན་པ་ཟེར་བསམ་ང་རང་ཚོའི་ཁྲོན་པ་ཆུང་ཆུང་དེ་འདྲ་བས་ན། ཨིན་སྐད་ཐོག་འདྲ་ཞུ་བས་ན Wales ཡི་དུ་བ་འདི་རེད། བལ་གྱི་ནང་ནས་དར་བ་ལེན་པ། དར་བ་ལ་ནི་མུན་ཟེར་བ། དར་བ་ལེན་པ། གཤམ་ལ་ངའི་རྣམ་པ་ཚོ་ལ་སྒྲུང་བདེན་ཀློག་ཆེད་འབྲི་བཞེས་ཞུ་གི་ཡིན། ངོས་ནང་གསེར་ཞིག་ན་སྤྲེའུ་ཁྱུ་ཞིག་ཡོད། འགའ་ཤས་ཤིང་སྡོང་སྟེང་དུ་རྩེད་མོ་རྩེ་བཞིན་པ་དང་ཁ་ཤས་ས་སྟེང་དུ་བབས་ཏེ་དགའ་བོའི་ངང་གནས་ཡོད།

ཁྱུ་ལ་འདུས་བསམ་པ་ལ་དོན་མདོ། ཨ་ནི Group མང་པོ་ཅིག་ཚོགས་པ་དེ་ལ་ཡང་ཁྱུ་ཁྱུ་ཟིག་རེད་སྐབས་དེ་ལ་ཡང་ཀྲེའུ་ཁྱུ་ཞིག་འདུས་བསམ་ལ་ཀྲེའུ Group ཅིག་ཞེས་པའི་དོན་རེད། ཀྲེའུ་ཁྱུ་ཞིག་ཡོད་ག་ཤེ་ཤིང་སྡོང་སྟེང་དུ་ག་ཤེ་ཟིག་འདུས་བསམ་ལ་ཁ་ཤེ་ཟིག་རེད་ཁ་ཤེ་ཤིང་སྡོང་སྟེང་དུ་རྩེད་མོ་རྩེ་བཞིན་པ་དང། ཨ་ནི་པེའུ་ཁ་ཤེ་ཤིང་སྡོང་སྒང་ལ་ཡང་རྩེད་མོ་རྩེ་བཞིན། བསྡད་ཡོད་རེད། ཁ་ཤས་ས་སྟེང་དུ་བབས་ཏེ་ཨེམ་བེའུ་ཁ་ཤས་གོང་དུ་ཞུས་པ་ནང་དག་འགའ་ཤས་དང་ཁ་ཤས་ནི་དོན་དག་གཅིག་པ་ཅི་ཡང་རེད། ཁ་ཤས་ས་སྟེང་དུ་ས་སྒང་ལ་ཡར་མར་བག་ཆེ་དགའ་པོའི་ངང་སྐྱིད་པོའི་ངང་ནས་ཁོང་ཚོ་གནས་ཡོད་རེད་གནས་ཡོད་ལ་བསྡད་ཡོད། དེ་དང་ཐག་མི་རིང་སར་ཁྲོན་པ་ཞིག་ཡོད་པ་དེར་ཏིལ་ཆུང་ཞིག་རྩེད་མོ་རྩེད་རུ་ཕྱིན། ཁོས་ཁྲོན་པའི་ནང་མིག་ཅིག་བལྟས་པས། དེ་དང་ཐག་མི་རིང་ས་ཟེར་དུས་བསམ་པ་ལ་ད་ལྟ་ཁོ་རང་ཚོའི་པིའུ་ནི་ཛོ་ཁ་ཤས་ཤིང་སྡོང་ང་ལ་རྩེད་མོ་རྩེ་ས་དང་ཨིན་ཁ་ཤས་ས་སྟེང་ལ་སྐྱིད་པོ་བྱེད་བསྡད་ཡོད་ས་ཀྱི་ས་ཆ་དེ་དང་ཨིན་ཐག་མི་རིང་བ་ཟེར་དུས་བསམ་པ་ཐག་རིང་པོ་ཞིག་རག་མེད་ས་ཀྱི་ས་ཆ་ཞིག་ལ་ཡང་ཨིན་ཁྲོན་པ་ཞིག་ཡོད་རེད། ཨིན་ཁྲོན་པ་དེ་ལ་ཡང་ཨིན་ཀྲེལ་ཆུང་ཞིག་ཀྲེལ་ཆུང་ཟེར་དུས་བསམ་པ་ལ་ཡང་པིའུ་ཆུང་ཆུང་ཞིག་རྩེད་མོ་རྩེ་རུ་ཕྱིན་པ་རེད་ཟེར་ཁོ་རང་ཚོ་ད་ཁྲོན་པ་ཡི་འགྲམ་དེ་ལ་ཡང། མཛའ་མོ་མཛེས་ཀ་ཕྱིན་པ་རེད། ཁོའི་ཁྲོན་པའི་ནང་མིག་ཅིག་བལྟས་པས་ཨེ་ན་ཁོ་ཡི་ཁྲོན་པ་ཡི་ནང་ལ་ཡང་མིག་ཅིག་བལྟས་པ་རེད། ཁོའི་ཁྲོན་པའི་ནང་ཟླ་མཚོ་ཤར་བ་མཐོང་བས་ཟླ་བ་དངོས་གནས་ཡིན་པར་བསམ་སྟེ་གློ་བུར་དུ་སྐད་ཤུགས་ཆེན་པོས་སྒོ་ནས། ཨེ་ན་ཁོའི་ཁྲོན་པའི་ནང་ལ་ཟླ་གཟུགས་ཟིག་འདུག་བསམ་པར་ཟླ་བ་གི་གཟུགས་ཟིག་རེད་པས་ཟླ་བ་དངོས་གནས་དེ་ནམ་མཁའ་ལ་ཤར་ཡོད་རེད་བ་དེ་ཟླ་བ་དེ་གི་གཟུགས་དེ་ཨེ་ན་ཁྲོན་པ་ཡི་ཆུ་ནང་ལ་ཡང་བཟོས་ངེས་དེ་མ་ཤར་དུས་བསམ་པ་ལ། ཨ་ནི། གཟུགས་ཟེར་དུས་ཟ་མ་ལ་གཟུགས་བརྙན་ཟེར་གྱི་དོན་དུ་གཟུགས་བརྙན་ལ་ནི་དབྱིན་སྐད་ཐོག་ནས་ཤོད་པ་ཡིན་ན Reflection ཟེར་གྱི་འདུག་ཨ་དེ་རེད། ཨ་ནི་ཟླ་བ་གིས་གཟུགས་བརྙན་དེ་ཨ་ནི་ཆུ་ནང་ལ་ཤར་བ་མཐོང་ནས་ཨ་ནི་ཁོ་རང་གི་སེམས་ནང་ལ་ཡ། ཨོ། ཟླ་བ་དངོས་གནས་ཡིན་པར་བསམས་ཏེ། ཟླ་བ་དངོས་གནས་ད་ཆུ་ནང་ལ་ཡོད་རྒྱུའི་མཐོན་པོའི་ནང་གི་ཨ་ནི་ཆུ་ནང་ལ་ཡོད་རྒྱུའི་ཟླ་བ་དེ་ཨ་ནི་ཟླ་བ་དངོས་གནས་རེད་བསམས་བྱས། གློ་བུར་དུ། གློ་བུར་དུ་ཟེར་དུས་ཟ་མ་ལ། ཨིན་སྐད་ནས་ཞུ་བས་ན Suddenly ཟིག་རེད། གློ་བུར་དུ་ཧོབ་དུ་ཨིན་སྐད་ཤུགས་ཆེན་པོས་བསྒོས་ནས་ཟིག་སྐད་ཤུགས་ཆུང་པོ་རྒྱག་པའི་སྒོ་ནས་ཨིན་ཁོང་གིས་ག་རེ་ལ་རེ་ལབ་ན། ཝེ། གྲོགས་པོ་ཚོ་ལྟོས་དང། ཟླ་བ་ཁྲོན་པའི་ནང་ལ་ཟག་འདུག་ཅེས་བོས། ཨིན་ཁོང་གིས་གྲོགས་པོ་ཚོ་ལ་ཝེ། གྲོགས་པོ་ཚོ་ལྟོས་དང། གྲོགས་པོ་ཚོ་ལྟ་དང། ཟླ་བ་འདས་ནས་ཁྲོན་པའི་ནང་ལ་ཡར་ཟག་འདུག་ཅེས་བོས།

ནམ་མཁའི་ཟླ་བ་ཆུའི་ནང་ཟག་འདུག་ཅེས་སྐད་བརྒྱབ། ད་ཁོ་རང་གིས་སྤྲེའུ་ཆེན་པོ་དེ་འུར་ཟིག་ཐག་ནས་པས་ཟགས་སོང་ད་ནམ་མཁའི་ཟླ་བ་དེ་ཆུའི་ནང་ལ་ཡར་ཟགས་འདུག་ཅེས་སྐད་བརྒྱབ་སོང་འདྲི་ཞེས་ཨཱ་ནི་ཁོ་རང་ཡང་སྐད་བརྒྱབ་པ་རེད། དེ་སྤྲེའུ་གཞན་གྱིས་ཐོས་ནས། སྤྲེའུ་མང་པོའི་ཁྱོད་པའི་འགྲམ་དུ་རྒྱུག་ཡོང། ཁོ་ཚོས་ད་ཚང་ཞག་ངོ་མ་ནམ་མཁའི་ཟླ་བ་ཆུའི་ནང་དུ་ཟགས་འདུག་ཅེས་མཉམ་དུ་སྐད་བརྒྱབ། དེ་འདྲའི་ཟེར་མ་ལ་ཡ། སྤྲེའུ་གཞན་པ་དེ་ཚོ་ཡང་ད།

སྐད་མཉམ་དུ་སྐད་བརྒྱབས་སོ་ཚང་མ་ལ་མཉམ་དུ་ནི་སྐད་བརྒྱབས་པ་རེད། སྐབས་དེར་ཀྲེ་དབྱིན་གྱིས་སྐད་ཅུང་མང་རྒྱག་ང་ཚོ་ཟླ་བ་མྱུར་དུ་ཕྱིར་འདོན་ཐབས་བྱེད་ཅེས་བཤད། སྐབས་དེ་དུས་སྐབས་སུ་ད་སྐབས་དེ་དུས་ཟེར་དུས་ཟ་མ་ལ་ད་པེའུ་ཆད་དུ་འཛུལ་གྱིས་ཨོ་ད་དཔེ་ཚ་ཚ་ཞེ་ཐག་ཡིན་ད་ནམ་མཁའི་ཟླ་བ་ཆུ་ནང་ལ་མ་ཟ་དུས་ཞེས་སྐད་བརྒྱག་དུས་ཟ་མ་ལ་ཨེ་ནི་སྐབས་དེ་དུས་སྐབས་སུ་ཨེ་ནི་ཀྲེ་དབྱིན་གྱིས་ཀྲེ་དབྱིན་ལ་དུས་ཟ་མ་ལ་པེའུ་བརྒྱན་པ་ཅིག་གིས་སྐད་ཅུང་མང་རྒྱག་སྐད་ཅུང་མང་རྒྱག་ལ་ནི་སྐད་ཤུགས་ཆུང་པོ་མང་རྒྱག་སྐད་མང་རྒྱག་ཞེས་པའི་དོན་རེད། ང་ཚོས་ཟླ་བ་མྱུར་དུ་ཕྱིར་འདོན་ཐབས་བྱེད་ཚེ་ང་ཚོས་ཀྱིས་གང་ཐུབ་ཐུབ་ཀྱིས་མགྱོགས་པོ་བྱེད་ཨ་ནི་མྱུར་དུ་ལ་ནི་མགྱོགས་པོ་ཟིག་རེད། ཕྱིར་ལ་ནི་ཕྱི་ལོག་ལ་འདོན་ཐབས་བྱེད་ལ་ནི་ཕྱི་ལོག་ལ་ནི་དོན་ཡག་གི་སྟོན་ཡག་གི་ཐབས་ཤེས་བྱེད་དགོས་རེད། ཅེས་བཤད་པ་རེད། ཁོང་གིས་གསུངས་ལ། ཁོང་གི་གསུང་ལ་དང་ལེན་ཞུ་རྒྱུ་དེ་སྤྲེའུ་གཞོན་པ་ཚོའི་འོས་འགན་ཡིན་པས། ད་ཁོང་གི་གསུང་ལ་ཟེར་དུས་ཟ་མ་ལ་སྤེའུ་རྒན་པ་གྱི་གསུང་ངམ་ཁོང་གི་སྐད་ཆ་དེ་ལ་ཡང་དང་ལེན་ཞུ་རྒྱུ་དེ་དང་ལེན་ལ་ན་ཚང་མ་གི་ནི་ཅིག་ཉན་ཡ་དེ་ནི་ཅིག་སྤྲེའུ་གཞོན་པ་དེ་ཚོ་གི་སྤྲེའུ་གཞོན་པ་ལ་ན་སྤེའུ་ཆུང་བ་དེ་ཚོ་གཞོན་པ་དེ་ཚོ་གི་ནི་འོས་འགན་འོས་འགན་ལ་ན་ལས་འགན་ལས་འགན་ལ་ན Responsibility ཟེར་བ་དུས་འོས་འགན་ཅིག་ཡིན། བས། ཟླ་བ་ཁྲོན་པ་ནས་ཕྱིར། འདོན་པར་མཉམ་ཞུགས་བྱས། ཟི་ཏའི་འདུན་བསམ་པ་ལ། ཟླ་བ་འདས། ཁྲོན་པ་ནས་མ། ཕྱིར། འདོན་ཐབས་སུ་འདུན་བསམ་པ་ཕྱི་ལོད་ལ་བསྟན་ཡར་ཆེད་དུ་མཉམ་ཞུགས་བྱས་ལ་ཚང་མ་གིས་ཧ་རུ་པ་རུ་བྱེད་ཅེས་རོགས་པ་བྱས་པ་རེད། ཐོག་མར་སྟོན་རྒྱལ་འགས་ཁྲོན་པའི་ཉེ་འཁྲིས་ན་ཤིང་སྡོང་བཞི་ཡོད་པ་དེ་ཡལ་གར་འཇུས་ནས་བསྡད། དེ་ནས་སྤྲེའུ་རྣམས་གཅིག་འཇུག་གཉིས་མཐུད་རྒྱལ་འཐམ་ནས་མགོ་བོ་ཆུ་ལ་མ་རེག་བར་དུ་དེ་ལྟར་བྱ་དགོས་ཞེས་དང། ཏིལ་ཕྱུངས་ལ། ཁྱོད་ལུས་པོ་ཡང་བའི་འོག་ཏུ་བསྡད་ན། ལག་པ་བསྲིངས་ན་ཟླ་བ་ལོན་ཐུབ་ཅེས་སྨྲས། དེ་འདྲའི་ཟ་མར་ཐོག་མར་དེ་ལ་ཡ་ཨན་སྤྲེལ་རྒན་གྱིས་སྤྲེལ་རྒན་ལ་སྤུས་བརྒྱན་པ་དེར་བ་ཨན་ཁོ་རང་ཁྲོན་པའི་ཉེ་འཁྲིས་ན་སི་ཁྲོན་པ་ཡི་ཉེ་འཁྲིས་སི་ཏུའི་ཟ་མ་ལ་ཁྲོན་པ་ཡི་ཉེས་ལ་ནི་ཉེས་དམ་ཁྲིད་ལ་ནི་ཁྲིད་ལ་ཟེར་ཡོད་དམ་ལ་ཡ་དོན་དུ་ཉེས་ཁྲིད་ཟེར་དུས་ཟ་མ་ལ་ནི་ཡར་ཞུས་པའི་དོན་རེད། ཁྲོན་པོས་ཉེས་ཁྲིད་ན་ཤིང་སྡོང་ཞིག་ཡོད་པ་ཟེར་ཤིང་སྡོང་ཅིག་ཡོད་རེད་སོང་ཙང་ཤིང་སྡོང་དེའི་ཡལ་ག་ཡལ་ག་ཟེར་དུས་ཟ་མ་ལ Branch ཟེར་བ་ཤིང་སྡོང་དེའི་ཡལ་གར་འཇུས་ནས་བསྡད་ཤིང་སྡོང་དེའི་ཡལ་ག་ལ་འཇུས་ཤིང་བསྡད་པ་རེད། དེ་ནས་ཏིའུ་ནམ་ཟེར་དེའི་གཞུག་གུ་ལ་ནི་ཏིའུ་ཞིམ་པ་དེ་ཚོ་གཅིག་འཇུག་གཉིས་འཐུས་ཟེར་གཅིག་གི་གཞུག་གུ་ལ་གཅིག་གཅིག་གི་འཇུག་གཞུག་གུ་ལ་གཅིག་འཐུས་བྱས་ནས་གཅིག་གཅིག་ལ་འཐམས་ནས། མགོ་བོ་ཆུ་ལ་མ་རེག་བར་དུ་མགོ་བོའམ་མགོ་བདེན་ཆུ་ལ་མ་རེག་ཆུ་ལ་མ་ཐུག་བར་དུ་དེ་ལྟར་བྱ་དགོས་ཞེས་དང་དེ་འདྲ་བྱེད་བྱས་ནི། ང་ཚོ་གཅིག་གཅིག་ལ་འཐམ་བྱས་ནི་ང་ཚོ་ཡི་མགོ་བདེ་ཆུ་ལ་མ་ཐུག་བར་དུ་ང་ཚོ་དེ་འདྲ་བྱ་དགོས་རེད་ཅེས་བྱེད་ལབ་པ་རེད། ཏིལ་ཆུང་ལ་ནི་སྤུའི་རྒན་པ་དེ་གས་ཏིལ་ཆུང་དེ་ལ་སྤུའི་ཆུང་ཆུང་དེ་ལ་གར་ལབ་པ་རེད་ལ་ན་ཁྱོད་ལུས་པོ་ཡང་བས་ཁྱེད་རང་གི་གཟུགས་པོ་དེ་ཡང་པོ་ཡོད་རེད་ཡང་ལ་ན། ཨ་ཧ་གཟུགས་པོ་བརྗེ་བོ་ཞེ་དྲག་མེད་བྱེད། ཡང་པོ་ཡོད་རེད། ཧོ་དུ་བསྡད་ནས་ཨེ་ནི་བསྡད་འདུག་བསམ་ན་ཁྱོད་རང་གཟུགས་པོ་ཡང་པོ་ཡོད་ཙང་ཨེ་ནི་ཁྱེད་རང་བ་ལ་བསྡད་བྱས་ནས་ལག་པ་བསྲིངས། ལག་པ་བསྲིངས་ལ་ལག་པ་བརྐྱངས། ལག་པ་བརྐྱངས་ནས་ཟླ་བ་ལོན་ཐུབ། ཅེས་སྨྲས། ཨེ་ནི་ཁྱེད་རང་འདུག་ཟླ། ཁྱེད་རང་མཐའ་མ་དེ་བ་དེ་བསྡད་པ་ཡིན་ན་ཨེ་ནི་ཁྱེད་རང་གི་ལག་པ་འདུག་མ་བརྐྱངས་བྱས་ཨེ་ནི་ཁྱེད་རང་གི་ཟླ་བ་ལོན་ཐུབ། ལོན་ཐུབ་ལ་ནི་ལེན་ཐུབ་ཞེས་པའི་དོན་རེད། ལེན་ཐུབ། ཅེས་སྨྲས། སྤྲེལ་ཆུང་རྒྱལ་ཁྲོན་པས་ན་ལག་པ་བསྲིངས་ཏེ་འོད་འཚེར་བའི་ཟླ་བ་ལེན་ཐབས་ཇི་ཙམ་བྱས་ཀྱང་ལག་ཏུ་ཆུ་ཐིགས་འགའ་ལས་མ་ཐོབས། སྤྲེལ་ཆུང་གིས་ད་ཁྲོན་པ་ཡི་ནང་ལ་ད་མ་འདུག་ད་ལག་པ་བསྲིངས་དུས་སྐབས་སུ་ལག་པ་འདུག་མ་འདི་བརྐྱང་དུས་སྐབས་སུ་འོད་འཚེར་བའི་ཟླ་བ། འོད་འཚེར་བ་ཟེར་དུས་བསམ་པ་ལ་ཟླ་བ་གི་ཁྱད་ཆོས་ཤིག་འོ་རེད་ཟླ་བ་གི་ཟླ་བ་ལ་འོད་ཞུ་བཅོལ་བ་སོང་ཙང་འོད་འཚེར་བའི་ཟླ་བ་དེ་ལེན་ཐབས་ཇི་ཙམ་བྱས་ཀྱང་ལེན་ཡག་གི་ཐབས་ཤེས

ཟླ་བ་ལེན་མ་ཐུབ་ཟིན་ནས་ལེ་ད་ཁོང་ཚོ་ག་ཚེ་དཀའ་ལས་རྒྱག་པ་ཡིན་ན་ལེ་ད་བ་ལེན་ཐུབ་ཡོད་མ་རེད། དེ་ནས་སྤྲེའུ་རྣམས་ཐང་ཆད་དེ་སེམས་ཤུགས་ཆག་ཟིན་མཐའ་མ་དེ་ལ་རྦད་དེ་ཁོང་ཚོ་འབད་བརྩོནའམ་དཀའ་ལས་ག་ཚེ་རྒྱག་པ་ཡིན་ན་ལེ་ད་མཐའ་མ་དེ་ལ། ཟླ་བ་དེ་ཆུ་ནང་གི་ཟླ་བ་དེ་ལེན་མ་ཐུབ་པ་སོང་ཙང་སྤྲེའུ་ཚང་མ་ལོག་ཐང་ཆད་རེད་ཟིན་གཟུགས་པོ་ཐང་ཆད་སེམས་ཤུགས་ཆག་ཟིན་བཟོ་བོ་ཐང་ཆད་པ་མ་ཟད་ནི་སེམས་ཀྱིས་ཡང་ཨོ་ད་ང་ཚོ་ལས་མཐོ་བོ་མ་རེད་ཨ་བསམ་ནས་སེམས་ཤུགས་ཆགས་པ་རེད། དོན་དུ་ཚང་མ་ལོག་ནས་ཅིག་སེམས་ཤུགས་ཆགས། སྤྲེའུ་འགའ་ཤས་ཀྱིས་མགྱོགས་ཙམ་གནང་དང་ད་དུང་ལས་མི་མཐོ་བ་གང་ཡིན་ནམ་ཟེར། སྤྲེའུ་ཁ་ཤས་འགའ་ཤས་ལ་ན་ཁ་ཤས་རེད་བ། སྤྲེའུ་ཁ་ཤས་ཀྱིས་གར་ལབ་རེད་ལ་ནི་ད་ལྟ་ཆུ་ནང་གི་ཟླ་བ་ལས་ངན་གྱི་སྤྲེའུ་ཚོ་ལ་གར་ལབ་པ་རེད་ལ་ནི་སྤྲེའུ་ཁ་ཤས་ཀྱིས་མགྱོགས་ཙམ་གནང་དང་མགྱོགས་པོ་བྱེད་དང། ད་དུང་ལེན་མི་ཐུབ་པ་གང་ཡིན་ནམ། ད་དུང་ལེན་མ་ཐུབ་པ་གང་ཡིན་ནམ་ཟེར་དུས་བསམ་བློ་ག་རེ་རེད། ཁྱོད་ཚོས་མགྱོགས་པོ་གནང་དང་ད་ལྟ་ཡང་ལེན་མ་ཐུབ་པའི་ག་རེ་རེད་ཅེས་བྱེད་སླ་བ་རེད། སྤྲེའུ་འགའ་ཤས་ཀྱིས་རྐུན་མཆོད་མཁན་ངོ་ཚ་བ་ལའང་ཞེས་འུར་བརྒྱབ། ཡང་སྤེའུ་ཁ་ཤས་ཀྱིས་གར་ལབ་རེད་ལ་ནི་ད་ལྟ་ཆུ་ནང་གི་ཟླ་བ་སྙོབ་མཁན་གྱི་སྤེའུ་དེ་ཚོ་ལ་གར་ལབ་རེད་ལ་ནི། ཨོ། རྐུན་མཆོད་མཁན་ད་ཡིན་ད་ངོ་ཚ་ལ། དོན་དུ་ད་ལྟ་ཡང། ག་ཙི་ཀ་ལི་རྒྱབ་ནན་ལས་ད་དུང་ལན་ཐུང་མ་མི་འདོག་བྱེད་ཅི་ད་དུས་ད་ངོ་ཚ་བ་ལའང་བྱེད་འོང་འདུག་སི་ད་འུར་རྒྱག་པ་རེད། སྤྲེལ་རྒན་དེ་སྐྱེས་པ་དང་རྐང་པ་ནང་ནས་མགོ་ཡར་བཀྱགས་པ་ན་ཟླ་བ་ཁ་ལ་ཡོད་པ་མཐོང། ད་ཐ་མ་དེ་ལས་སྤྲེལ་རྒན་དེ་སྤྲེལ་རྒན་སི་ཏུ་ས་མ་པིའུ་རྒན་ཤོས་དེར་བ་ཁོ་རྦད་དེ་ད་འདུག་སི་ད

གལ་སྲིད་ཟླ་བ་འདི་ནམ་མཁའ་ལ་ཡོད་པས་ན་འཕྲུལ་པའི་ནང་ལ་ག་འདྲའི་ཟབ་པ་རེད། ཟེར་བཞིན་དེ་འདྲ་ལབ་བཞིན་ཚང་མས་མགོ་བོ་ཡར་བཀྱགས་ཏེ་བལྟས་པས་ཟླ་བ་ནམ་མཁར་སྔར་བཞིན་ཡོད་པ་མཐོང། ཟེར་བ་དེ་འདྲའི་བསམ་པ་ལ་ཡང་ཚང་མ་གིས་མགོ་དེ་དུས་སུ་ཡར་བཀྱགས་བྱས་ནམ་མཁའ་ལ་ལྟ་དུས་བསམ་པ་ལ་ཡང་ཚང་མ་གིས་ཟླ་བ་དེ་ནམ་མཁའ་ལ་སྔར་བཞིན་ཟེར་དུས་སྙེ་མ་ནང་བཞིན།